ད་ཆུ་ཚོད་ག་ཚོད་ཟིན་མིན་ན་འོ་ཛི་ད་ཉི་མ་ཡང་ཤར་ཚར་འདུག་ད་རྩ་བ་འདི་ཀློག་དགོས་ན་ད་ད་ཅིག་ཀློག་བཞག་དགོས་ས་རེད་ད་རྩ་བ་མ་ཀློག་ནས་ཉི་མ་མང་པོ་འཆགས་སོང་ད་རྩ་བ་དེབ་དེ་ག་བ་བཞག་ཡོད་ན

ཁྱེད་རྩ་དེ་འདྲ་ད་ག་རེ་ཡིན་ད་རྩ་བ་དེ་ལངས་ནས་ཀློག་ན་ཡང་འགྲོ་གི་མི་འདུག་མ་བསགས་ལ་ཉལ་རྗེས་ཀློག་ན་ཡང་འགྲོ་གི་མི་འདུག་ད་གདན་ཁྲི་སྒང་ལ་ད་པ་ལང་སྒང་ལ་དེད་རྗེས་ཅིག་ཀློག་གི་ས་ཡོད། སྐྱེ་བ་ཡི་ཚོར་བའི་བར་ནི་དགའ་ཞིང་དེ་ནི་གནས་སྐབས་པར་འདོད་ལོ། ཉེ་བར་ལེན་པ་ལོངས་ཉེ་བར་ལེན་པ་ལོངས་སྤྱོད་རྣམས་ཐོབ་པར་བྱ་ཞིང། འོ་ད་རྩ་བ་གཙང་ནས་གྲོགས་པོ་མི་འདུག་ཕ་ཆེ་ད་ཀོ་ཧྥེ་མ་བཏུང་ནས་ཡིན་གྱི་རེད་ད་ཀོ་ཧྥེ་དེ་གཅིག་བཏུང་དགོས་ས་ཡོད་འོ་ཛི་ད་ཀོ་ཧྥེ་དེ་ཡང་བཏུང་པ་རེད་དོ་ཨ། ད་རྩ་ནས་འཁྲིག་མ་སོང་ད་ཀོ་ཧྥེ་གཅིག་བཟོ་དགོས་ས་ཡོད།

དམྱལ་བ་ཡི་དྭགས་ལྷ་མིན་དང། དམྱལ་བ་ཡི་དྭགས་དུད་འགྲོ་དང། ལྷ་དང་མི་དང་དམྱལ་བ་དང། ཨོ་ད Coffee བཏུང་ནས་ལོག་ན་ཡང་འགྲོ་གི་མི་འདུག་ད་ཕ་ཆེ་ད་ངའི་ལོག་སྟངས་དེ་མ་འདྲེས་ཡིན་ན་ད་ང་ཉུང་ཉུང་ཉུང་ཉུང་ཅིག་ལོག་ན་ཕ་ཆེ་རྩ་བ་བློ་ལ་དྲོ་ཡོང། ཡི་དྭགས་དུད་འགྲོ་དང་མི་རྣམས་དང་ནི་ལྷ་འགྲོ་དང་འདོད་པའི་ཁམས་མིན་དམྱལ་བ་དང། གླིང་ཡེར་བ་ལས་དེ་ངེས་ཤོག། དམྱལ་བ་ཡི་དྭགས་དུད་འགྲོ་དང་མི་རྣམས་དང་ནི་ལྷ་འགྲོ་དག། འདོད་པའི་ཁམས་མིན་དམྱལ་བ་དང་གླིང་ཡེར་བ་ལས་དེ་ངེས་ཤོག། དམྱལ་བ་ཡི་དྭགས་དུད་འགྲོ་དང་མི་རྣམས་དང་ནི་ལྷ་འགྲོ་དག། འདོད་པའི་ཁམས་མིན་དམྱལ་བ་དང་གླིང་ཡེར་བ་ལས་དེ་ངེས་ཤོག། ཧོ་ཡ། ཚང་མ་ལ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ་ཨ་ནི་བརྙན་ཐུང་འདི་གཟིགས་པ་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ད་དེ་ནས་བརྙན་ཐུང་དེ་བཟོས་གོས་དོན་དེ་ཨ་ནི་ཡིན་རྒྱུ་ད་རྩེད་མོའི་ཚུལ་དུ་ཨ་ནི་བཟོས་པ་རེད་དེ་ཡིན་ན་ཡང་ཨ་ནི་ད་དམིགས་ཡུལ་ངོ་མ་དེ་ད་ང་རང་ཚོ་དེ་ནས་ད་དུས་རྒྱུན་དུ་དེ་ནས་བྱ་བ་ག་འདྲི་ཅིག་ཡིན་ན་ཡང་རེད་བ་ད་བྱ་བ་དེ་གྲུབ་པ་ལ་དེ་ནས་ད་རྩ་ནས་ཨ་ནི་བཟོས་པ་ཨ་ནི་བཟོས་སྒོམ་མེད་པ་ད་བྱ་བ་དེ་ཨ་ནི། བྱ་བ་ག་འདྲས་ཞིག་ཡིན་ན་ཡང་དང་དེ་རིང་རང་སྒྲུབ་ཐུབ་པ་བྱེད་མཁན་དང་ད་རང་སྒྲུབ་ཐུབ་པ་བྱེད་མཁན་ཚན་དང་དེ་འདྲས་ཀྱི་ཡ་ནི་བསམ་བློ་ཤུགས་ཆེན་པོ་ཁྱད་ཆེ་དེ་ནས་ད་ཅིག་བྱ་བ་དེ་བྱེད་ཡོང་དུས་བསམ་པ་དེ་ནས་བསམ་པ་ནང་བཞིན་མ་གྲུབ་དེ་བསམ་པ་ནང་བཞིན་མ་གྲུབ་དེ་དེ་ནས་སེམས་ལ་དེ་ནས་ཨ་ད་སོ་སོ་དང་པོ་ནས་བཟོད་སྒོམ་མེད་དེ་དེ་ནས་སེམས་ལ་དེ་ནས་ཨ་ག་རེ་ས་དེ་ནས་སྐྱིད་པོ་མེད་པ། བདེ་བ་མེད་པ། སེམས་དེ་ནི་འཁྲུགས་པ་ལ་སོགས་པའི་ད་དེ་འདྲའི་དཀའ་ངལ་མང་པོ་བྱུང་གི་ཡོད་རོ། ད་དེ་ཡིན་དུས་དེ་ནི་ད་དབྱིན་ཇི་ཀའི་དེ་ནི་གཏམ་དཔེ་ལ། ཁ་དཔེ་ལ་དེ་ནི། Take one step at a time ཟེར་བ། ད་གསུངས་པ་ནང་བཞིན་དེ་ནི་ད་ཨ་ནི། དུས་རེ་ཨ་ནི་དཀར་ས་དུས་རེ་རེ་ལ་དེ་ནས་གོམ་པ་རེ་རེ་སྤོ་དགོ་བ་རོ་བ་དེ་ནས་དཀར་ས་དག་དུས་རེ་རེ་ལ་དེ་ནས་བྱ་བ་རེ་རེ་གྲུབ་དགོ་བ་དེ་ནས་རིམ་པས་བྱས་ནས་གྲུབ་དགོ་བ་དེ་དེ་ནས་དཔེ་མི་ཟེ་བྱ་བ་དེ་དེ་ནས་ཕུག་ལ་དེ་ནས་ད་ད་ད་ད་རང་བྱ་བ་དེ་གྲུབ་མ་ཐུབ་ཀྱང་ཕུག་བསམ་པ་དེ་མ་འོངས་པ